འཛམ་གླིང་གང་སར་གནས་སྡོད་གནང་མཁན་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཨ་ནི་ཁྱོད་རང་ཚོ་སྐུ་གཟུགས་བདེ་བོ་ཡིན་པའི་རེ་བ་ཞུ་གི་ཡོད། དེ་ནས། དེ་ནས་ད། ག་རེ་ཟ། ཨོ་རེད། ད་ངས་དེ་གར་ས། རྒྱ་གར་བ། ཕྱི་རྒྱལ་བ། ནུབ་ཕྱོགས་པ། དེ་ནས་ཕྱི་རྒྱལ་ལ་ཡོད་པའི་བོད་རིགས་སྤུན་ཟླ། ཚོ། ཨ་ནི་ཁ་ཤས་ལ་བོད་སྐད་སེམས་ཡག་གོ་སྐབས་རག་གི་ཡོད་ཀྱི་མ་རེད། དེ་འདྲ་ཡིན་པ་སོང་ཙང་ངས་ག་ལེར་ག་ལེར་བོད་སྐད་རྒྱབ་ནས་གང་ཐུབ་ཐུབ་ཞེ་ས་ཞུས་ནས་ཁྱེད་རང་ཚོ་ལ་བཀའ་མོལ་ཞུ་གི་ཡོད་བཀའ་མོལ་ཞུ་བའི་སྐབས་ལ་ད་དེ་འདྲའི་ངའི་ལོ་རྒྱུས་རྫིག་པོ་ཞིབ་པོ་དེ་འདྲའི་བཤད་ཡ་གཅིག་ཀྱང་མེད་ཡིན་ན་ཡང་ད་ང་བོད་མི་དཀྱུས་མ་གཅིག་ཡིན་པའི་ཆ་ནས་ཨ་ནི་བོད་པ་དཀྱུས་མ་ཚོ། སྔོན་མ་ག་འདྲེ་ཡོད་མེད་དེའི་གནས་ཚུལ་སྐོར་ལ་ཞུས་པ་ཡིན་ན། འདི་ལོ་རྒྱུས། སྔོན་མའི་ལོ་རྒྱུས། ལོ་རྒྱུས་དེ་ཞེ་དྲག་རྙིང་པ་ཆགས་སོང་ན་ཨ་ནི་རྒྱལ་རབས་ཆགས་འགྲོ་གི་རེད་པ། དེ་འདྲའི་ཡིན་པ་སོང་ཙང། ཨ་ནི་སྔོན་མ་ང་ཚོ་གཞོན་ཤོས་ཡིན་པའི་སྐབས་ལ། གནས་ཚུལ་ག་འདྲས་ཡོད་རེད། ཟེར་ཞུས་པ་ཡིན་ན། ད་ང་རྡོ་རྗེ་གླིང་ལ་གནས་སྡོད་བྱེད་མཁན་མི་ཅིག་ཡིན། ཨ་ནི་རྡོ་རྗེ་གླིང། ད་རྡོ་རྗེ་གླིང་ཞུས་ན། རྒྱ་གར། འབྲུག་དང་རྒྱ་གར་གྱི་ས་མཚམས་ལ། རྒྱ་གར་གྱི་ནང་ལ་ཡོད་པའི་ས་ཁུལ་ཅིག་རེད། ཨ་ནི། ད་བགྲོ་གླེང་ལ་ཞུགས་མཁན་བརྒྱ་ཆ་དགུ་བཅུ་ཚོ་འཚོ་བ་རང་སྐྱོང་རེད། སོ་སོ་རང་གིས་དཀའ་ལས་བརྒྱབ་སོ་སོ་རང་གིས་འཚོ་བ་སྐྱེལ། ཨ་ནི་གཞུང་ལ་བརྙས་བརྒྱབ་གི་ཡོད་མ་རེད། གཞུང་ལ་བརྙས་བརྒྱབ་མཁན་དཔེ་ཉུང་ཉུང་རེད། ད་ཅིག་རིན་པ་མེད་པའི་ས་ཞིང་ཡང་ཡོད་མ་རེད་རིན་པ་མེད་པའི་ཁང་པ་ཡང་ཡོད་མ་རེད། ད། སོ་སོ་རང་གི་རིག་རྩལ་སོ་སོ་རང་གི་ལག་རྩལ། རྩལ་དེ་ཚོ་བཏོན་ནས་ཨཱ་ནི་འཚོ་བ་ཀྱང་བསྐྱལ་བར་ངོ་མ། ཨཱ་ནི། ད། དང་པོ་སྔོན་མ་སྔོན་མ་ད་མང་ཆེ་བ་དེ་འདྲའི་བཅའ་ལག་འོར་འདྲེན་བྱེད་མཁན་གྱི་ལས་ཀ་བྱས་པ་རེད། ད། རྒྱ་གར་གྱི་ཚིག་ལ་ཞུས་པ་ཡིན་ན་ཀུ་ལི་རི་བ། དེ་འདྲའི་ཡང་གནང་བ་རེད་ཨ་ནི་ག་ལེ་ག་ལེ་ཚོང་ཆུང་ཆུང་དེ་འདྲའི་འགེབས་ཡག་འགོ་བཙུགས་པ་རེད། ཚོང་ཆུང་ཆུང་དེ་འདྲའི་འགེབས་ཡག་འགོ་བཙུགས་པ་རེད་ནམ་མཁའ་གི་ཟུར་ལ་དེ་འདྲའི་ཚོང་རྒྱབ་ཁ་ཤས་ཀྱི་བོགས་གྲོས་ཀྱི་ནང་ལ་བཅའ་ལག་ཏེ་ཁས་བཅའ་གོམ་པ་བརྒྱབ་ནས་ཨ་ནི་བྱ་ཤིང་ཐག་རིང་པོ་དེ་འདྲའི་ལ་ཁབ་དང་སྐུད་པ་དེ་འདྲའི་ཚོང་ཡག་ནས་འགོ་བཙུགས་པ་རེད། བཅའ་ལག་ཆུང་ཆུང་ཁབ་སྐུད་པ་དེ་འདྲའི། བོགས་གྲོས་ནང་ལ་ཀླུ་ཨ་ནེ་དགོན་པ་བརྒྱབ་ནས Kilometer། ད་དེང་སང་སྤྱི་ལེ་གསུམ་གྱི་སྤྱི་ལེ་ཟེར་གི་འདུག་ཨ། Kilometer། གྱི་ཚབ་ལ་སྤྱི་ལེ། ཚིག་གསར་རེད་ད། ང་ཡང་འདི་ལ་གོམས་གཤིས་བཟོ་དགོས་ཀྱི་ཡོད། ཨ་ནི་སྤྱི་ལེ། བདུན་བརྒྱད་དགུ་བཅུ་དེ་འདྲའི་དགོན་པ་བརྒྱབ་ནས་ཨ་ནི་དེ་འདྲའི་དཀའ་ལས་ཞེ་དྲག་བརྒྱབ་པ་རེད། དེ་ནས་དེ་ནས་འདིའི་ཆེད་ལ། ད་ང་རང་ཚོ་སོ་སོའི་རྐང་པའི་སྒང་ལ་ལངས་ཡོད་རེད་པ། བོད་པ་མང་ཆེ་བ་འཚོ་བ་རང་སྐྱོང་རེད། ད་སོ་སོ་རང་གི་དཀའ་ངལ་སོ་སོས་གདོང་ལེན་བྱས་ནས་འདི་གཞུང་ལ་བརྙས་བརྒྱབ། དེ་འདྲའི་རོགས་ཚོགས་དེ་འདྲའི་ལ་བརྙས་བརྒྱབ་ཅེས་བསྡད་ཀྱི་ཡོད་མ་རེད་མང་ཆེ་བ་སོ་སོ་རང་གི་དཀའ་ལས་བརྒྱབ་ནས་སོ་སོའི་རྐང་པའི་སྒང་ལ་སོ་སོ་ལངས་ནས། ཨ་ནི། ཕྱག་ལས་གནང་བར་བ། དཀའ་ངལ་མང་པོ་གདོང་ལེན་བྱེད་དུས་ཨ་ནི། ག་རེ་ཞུ་གོ་རེ། སོ་སོའི་རིག་རྩལ་དེ་ཡང། རྒྱ་སྐད་སུ་ཕྱིན་ནས། ཨ་ནི་དྲན་རྒྱུ་དགོས་པོ་ཞེ་དྲག་ཡོད་རེད། ཨ་ནི་བདག་གཞན་གྱི་མི་ཚོ་སྤྱིར་བཏང། ཞུས་པ་ཡིན་ན། ས་ཁུལ་གཞན་དག་གི་བོད་པ་སླེབས། རྡོ་རྗེ་གླིང་གི་བོད་པ་ཚོ། ཉམ་ཆུང་ང་འདུག་གསུང་མཁན་དེ་འདྲའི་མང་པོ་འདུག་ད་དེ་འདྲའི་ཡོད་ན་མེད་ན་ཁྱེད་རང་ཚོ་གཡས་གཡོན་ལ་བོད་པ་ཚོས་ཨོས་མཉམ་དུ་མཉམ་ཞིབ་གནང་ཡོད་གི་རེད། དེ་ནས་ག་རེ་ཞུ་དགོས་རེད་དེ་ནས་སྟབས་ཡག་ག་ཅིག་ལ་ཕྱི་རྒྱལ་ནས་ད་ཁོ་རང་ཚོས་དུག་ལོག་རྙིང་པ་འདི་ཚོ Bangladesh ལ་སྔོན་མ་སྐྱོབ་གསོ་བཏང་བར་རྦ་ཨ་ནི་སྐྱོབ་གསོ་འདི་ག་འདྲས་ཅིག་ཡོད་ན་གམ་མཐར་ཁོང་ཚོས་བཙོང་གི་ཡོད་རེད་བཙོང་ནས་ལྡི་ལི་ལ་སླེབས་ཀྱི་ཡོད་རེད་དེ་ནས་རྡོ་རྗེ་གླིང་གི་མི་ཚོ་ལྡི་ལི་ལ་ཕྱིན་ནས་ཨ་ནི་བྱ་གླག་རྙིང་པ་དེ་ཚོ་ཉོས། ཉོས་ནས་ཨ་ནི་རྡོ་རྗེ་གླིང་གི་ལམ་ཁ་གི་ཟུར་ལ་ཨ་ནི་བཙོང་ཡག་འགོ་བཙུགས་པ་རེད་ད་དེའི་སྐབས་ལ་གཅིག་གི་ཚོང་ཁང་ཟེར་ཡོད་མ་རེད་ལམ་ཕག་གི་ཟུར་ལ་ཆར་པ་བཏང་ན་ཡང་སོ་སོའི་བཅའ་ལག་དེ་ཚོའི་ནང་གང་ལ་ཆུ་ཤོག་འདྲ་གཡོག་བྱས་ནས་བསྡད་ཡ་མ་གཏོགས། དངོས་གནས་ཀྱི་ཚོང་ཁང་ཡོད་མ་རེད། ད་འདི་འདྲས་བྱས། དེ་ནས་ད་བོད་པས་འདི་འདྲས་བྱས་པར་བ་ད་དེ་དག་ཟི་ལིང་གི་ཡུལ་མི་ཚོ་ཡང་བོད་པ་ལ་མིག་དཔེ་བལྟས་ནས། དེང་སང། དུག་ལོ་རྙིང་པ་བཙོངས་ནས་འཚོ་བ་སྐྱེལ་མཁན་དཔེ་མི་སྲིད་མང་པོ་ཡོད་རེད། དེ་དང་པོ་སུས་འགོ་བཙུགས་པ་རེད་ཟེར་ན། བོད་པ་ཚོས་འགོ་བཙུགས་པ་རེད། དེ་ནས་ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ། རྡོ་རྗེ་གླིང་ལ། སྐྱེས་སྨན་གྱི་ཚོང་བརྒྱབ་པའི་ལུགས་སྲོལ་རྩ་བ་ནས་མེད། ད་སྔོ་ཚལ་འཚོང་མཁན་དེ་འདྲའི་ཁ་ཤས་ཡོད། མ་གཏོགས། དུག་ལོ་བཙོང་མཁན་ལ་སོགས་པ་ཟ་ཁང་གཟིམ་མཁན་ལ་སོགས་པ་དེ་འདྲའི་རྩ་བ་ཉིད་ནས་ཡོད་མ་རེད། དེ་ནས་བོད་པ་ཚོ་ཚོང་རྒྱབ་པའི་སྐབས་ལ། ཕོ་དང་མོ་འདྲ་མཉམ་བྱས་ནས། འདྲ་མཉམ་བྱས་ནས། མཉམ་དུ་དཀའ་ལས་རྒྱབ་བྱེད་པ་མཐོང་ནས་ད་གར་མིག་ལྟོས་བཟང་པོ་འཁོན། ཡུལ་མི་ཚོས་ལན་ནས་དེང་སང། ཡང་རྡོ་རྗེ་གླིང་ལ་སྐྱེས་དམན་གྱི་ཚོང་རྒྱབ་མཁན་དཔེ་མི་སྲིད་མང་པོ་ཡོད་རེད། དེ་འདྲ་བྱས་ཚོང་རྒྱབ་དེ་ནས་བྲན་གྱི་རྐུབ་བུ། བྲན་གྱི་རྐུབ་བུ་ཞེ་དྲག་ཆགས་པ་རེད། དེ་ནས། དེ་ནས། དེ་འདྲའི་ཅིག་ལ་ང་ཡང་ད། ཚོང་རྒྱག་མཁན་གྱི་ནང་ལ་ད། འཛུལ་བ་ཡིན། དེ་ནས་ག་འདྲ་འཛུལ་བ་ཡིན་ཟེར་ན། དེ་ནས་ང། ད་དེ་དུས་ཡང་བོད་པ་ཚོ་དྲན་རྒྱུ་དགོས་པོ་ཞེ་དྲག་རེད་ལྕེ་ལ་སྙིང་པ་དེ་འདྲས་ཉོས། སྙིང་པ་དེ་ཉོས་ནས་ལྟོ་ཕད་བཟོ་ཡ་ལ་སོགས་པ་ཨ་ནི་ལྕེ་ལ་སྙིང་པས་ཉལ་ཆས་བཟོ་ཡ་ལ་སོགས་པ་དེ་འདྲས་དཔེ་དྲན་རྒྱུ་དགོས་པོ་ཡོད་རེད། ལྕེ་ལ་སྙིང་པ་དེ་ཚོ་བསྐྱར་དུ་བེད་སྤྱོད་བྱས་ནས་ད་དེང་སང་ནུབ་ཕྱོགས་རྒྱལ་ཁབ་ལ Recycle ཟེར་ནས་དཔེ་གལ་ཆེན་པོ་བརྩི་གི་རེད་པ། ཨ་ནི་དེ་འདྲས་བེད་སྤྱོད་གནང་བྱས། དེ་འདྲ་བྱེད་པའི་སྐབས་ལ། ཨ་ནི། ང་ཡང་འཁོར་ཚེམས་གཅིག་ཉོས་པ་ཡིན། འཁོར་ཚེམས་གཅིག་ཉོས་ནས། འཁོར་ཚེམས་གཅིག་ཉོས་ནས། ཨ་ནི་ཞྭ་མོ་ཚེམས་ཡ་ཆང་པ་ཡིན། ད། འཁོར་ཚེམས་གཅིག་ཉོས་ནས། ད་ལྟ་ངའི་སྐྱེས་དམན་ལ། སྐྱོ་གདུང་བཟོ་ཡ་ཅིག་དང་ཕྱུ་པ་བཟོ་ཡ། གི་རེད་ཅིག། སུས་ལ། ཞུ་མཁན། ལུང་རྟོགས་སྐར་མ། Swiss ལ་བཞུགས་མཁན་ཡིན་ན་ཁྱེད་རང་ཚོས་ཁྱིམ་གྱི་རེད། རྩ་རིག་བ་རེད། ཨ་ནི་ཁོ་ཚོས་འདི་གུང་སེང་ལ་ཕེབས་པའི་སྐབས་ལ་ངའི་སྐྱེས་དམན་ལ། ཏུའུ་ཚུང་བཟོ་ཡ་གཅིག་དང་སྒོ་མཇུག་བཟོ་ཡ་གཅིག་དང་ཕྱུ་པ་བཟོ་ཡ་གི་རེ་གཅིག་སྤྲད་སོང་དེ་ལ་ངས། ད་ཁོར་སེམས་ཡོད་རེད། ཁར་ས་ཕྱུ་པ་ག་འདྲས་བཟོ་དགོས་ཀྱི་ཡོད་མེད་གལ་ཤིན་གྱི་ཡོད་མ་རེད། དེ་ནས་ངས་ཁར་ས་ཕྱུ་པ་དེ་ཁར་ས་ཕྱུ་པ་ཟོས་ཡ་རེད་དེ་དྲས། དྲས་ནས་ཕྱུ་པ་ཟོས་པ་ཡིན། ད་ཞིག་པོ་ད་ཡག་པོ་ཆགས་ཡོད་གི་མ་རེད་དེ། གོན་ལོག་པ་ཅིག་ཆགས་སོང་ཕྱུ་པ་ཅིག་བཙེམ། འོ་འཇུ་ཅིག་བཙེམ་བྱས་པ་ཡིན་དེ་ནས། དེ་ནས་ཁར་ས། ད་དེ་དུས། ཞྭ་མོ་ཟོ་མཁན་ཁ་ཤས་ཡོད་རེད། ད་ཁྱེད་རང་ཚོ་དར་ཞིང་ལ་ཞུགས་མཁན་ཡིན་ན། ཁོ་རང་ཚོ་ངོ་ཁེངས་ཀྱི་རེད་དཔལ་ལྡན་རྣམ་རྒྱལ་དབང་ཕྱུག་ད་ཁོང་ཚོ་ཡོད་རེད་ད་ཁོང་ཚོ་དབང་ཕྱུག་ལྟས་ཡང་ཞྭ་མོ་ལྟས་མང་པོ་བཟོས་གནང་གི་ཡོད་རེད་དེ་འདྲའི་ལས་ཀ་བྱེད་མཁན་ལྔ་དྲུག་གི་ཡོད་རེད་བཟོ་གྲྭ་ཆུང་ཆུང་གཅིག་བཟོ་རེ་བ་བྱས་ཡོད་རེད། ཨ་ནི། ད་ཞྭ་མོ་དེ་ག་འདྲ་བཟོ་གི་ཡོད་རེད་ཟེར་ན། དེ་ནས་ང་ཚོ་ད་རྡོ་རྗེ་གླིང་ནས་ཤི་ལི་གུ་རི་བར་དུ་སྤྱིར་ལས་བརྒྱད་ཅུ་ཟི་ཡོད་རེད། བརྒྱད་ཅུ་ཟོ་སྟེ་འདིའི་ནང་ལ། ལྕ་ལག་འཁྱེར་མཁན་གྱི་འདི་ཁར་ས། མོ་འདྲ་ཡོད་པ་དེ་འདྲའི་ནང་ལ་ཕྱིན་རྟེས་གོང་ཁྱེར་བ་ལེན་གྱི་ཡོད་རེད་དེ་འདྲའི་ནང་ལ་ཕྱིན། ཨ་ནི་མ་གལ་ཕྱིན་ནས། ཨ་ནི་ཕྱི་རྒྱལ་གྱི་ཕྱི་རྒྱལ་གྱི་མིས་གཡུག་པའི་རྒོལ་རྡུང། གདོང་དམར་ཆེན་པོ་བཞི་པོ་འདི་འདྲ་ད་ཁོང་ཚོ་གཟུགས་སྟོབས་ཆེན་པོ་རེད་པ། གདོང་དམར་ཆེན་པོ་འདི་གས། མ་གནས་ས་ནས་འདི་གས། སླེབས་ཡག་དེ་འདྲའི། རྒོལ་རྡུང་ཆེན་པོ་དེ་འདྲའི་ཡོད་རེད། ཨ་ནི་རྒོལ་རྡུང་ཆེན་པོ་ད་ག་ཚོད་ཆེ་བ་ཡོད་ནས་དེ་ཙམ་གྱི་ཡག་ག་ཡོད་རེད། ཨ་ནི་རྒོལ་རྡུང། ཆེན་པོ་འདི་ཚོ་བདམས། ཨ་ནི་དེ་དུས་ཉོས་པ་ཡིན་ན་རྒོལ་རྡུང་གཅིག་ལ་སྒོར་མོ་བཅུ་རེད། ཁྱེད་པོ་ཞེ་དྲག་རེད་བ། གོས་ཐུང་གཅིག་ལ་སྒོར་མོ་བཅུ་རེད། དེ་ཚོ་ང་ཚོས་ཡར་འཁྱེར་ཡོང། ཨ་ནེ་འདི་ཚོ་དྲག་ནས་དེ་ནས་ཞྭ་མོ་བཟོ་གི་ཡོད་རེད། ཞྭ་མོ་གོས་ཐུང་གཅིག་ནས་གོས་ཐུང་ཆེན་པོ་ཞེ་དྲག་ཡོད་ན། ཞྭ་མོ་བཅུ་གཉིས་བཟོ་ཐུབ་ཀྱི་ཡོད་རེད། ཞྭ་མོ་བཅུ་གཉིས། ཞྭ་མོ་གཅིག་ལ། སྒོར་མོ་བཅུ་ལ་བཙོང་གི་ཡོད་རེད། དེ་ནི་སྒོར་མོ་བཅུའི་ཆ་ལ་སྒོར་མོ་བརྒྱ་དང་ཉི་ཤུ་བཟོ་ཐུབ་ཀྱི་ཡོད་ད་སོ་སོ་རང་གི་དཀའ་ལས་རྒྱབ་དགོས་རེད་ད། ཀླད་པ་ཡང་སོ་སོ་རང་གིས་བེད་སྤྱོད་བྱེད་དགོས་ཀྱི་ཡོད་རེད་ཚོང་ཁང་ཆེན་པོ་འདི་འདྲའི་ཡིན་ན། ཁོང་ཚོ་ཀླད་པ་བེད་སྤྱོད་བྱས་ནས་སྟེང་དེ་འགྲིག་གི་རེད་པ། ཨ་ནི་འཆར་གཞི་འགྲིག་ཨ་ནི་ལས་ཀ་བྱེད་མཁན་སྐད་གདངས་དེ་འདྲ་བྱེད་ཀྱི་རེད་པ་ད་ང་ཚོ་ཡང་ཚོང་ཆུང་ཆུང་ཡིན་ན་ཡང་ཀླད་པ་བེད་སྤྱོད་བྱེད་མཁན་སོ་སོ་ཨ་ནི། ལས་ཀ་བྱེད་མཁན་སོ་སོ། འཚོང་མཁན་སོ་སོ། Salesman། ཡང་ང་རང་ཚོ་རང་རེད། ད་ག་རེ་ཞུ་གི་རེད། ལས་ཀ་བྱེད་མཁན་ད Employee། ལས་ཀ་བྱེད་མཁན་ཡང་ང་ཚོ་རང་རེད། བྱིན་བདག་ཡང་ང་ཚོ་རང་རེད། དེ་འདྲ་བྱེད་དུས་ཚོད་ནས། ཨ། ག་རེ་ཞུ་གི་རེད། འདུག་ལྟ་དུས་ཚོད་ནས། གཅིག། ཆུང་ཆུང་འདྲ་ཞིག་མཐོང་ན་མཐོང་ན་ཡང། ད་མི་དེ་ལ་ཡོན་ཏན་ག་རེ་བསྐུར་གི་ཡོད་ཟེར་ན། ཨ་ནི། ད་ལྕགས་ལ་ཅིག་ཉོས་ན་དེ་འཚོང་ཐུབ་ཀྱི་རེད་ཟེར་ནས། གདེང་ཚོད་ཅིག་དགོས་ཀྱི་ཡོད་རེད་པ། དེ་མཉམ་དུ་གདེང་ཚོད་ཀྱི་མཉམ་དུ་ཉེན་ཁ་ཡང་བསྐྱལ་བྱས་ཡོད་རེད་པ། གལ་སྲིད་འཚོང་མ་ཐུབ་ན། ཨ་ནི་དེ་ག་པར་སྐྱེལ་ག་འགྲོ་གི་རེད།

ཨ་ནི་ང་ཚོ་གཞོན་ཤིང་ཡིན་པའི་སྐབས་ལ། ངའི་ལོ་མཉམ་གྱི་རོགས་པ་དེ་ཚོ་དཔེ་མི་སྲིད། དྲན་རྒྱུ་དགོས་པོ་ཡོད་རེད། ད་གཅིག་ནས་ང་ཚོ་འཚོ་བ་རང་སྐྱོང་རེད། རྙེད་རྒྱབ་ས་སུ་ལ་ཡང་ཡོད་མ་རེད་རྙེད་རྒྱབ་གི་ཡང་ཡོད་མ་རེད། ས་ཞིང་ཁང་པ་འདི་འདྲའི་རིམ་པ་དམའ་བ་ལ་གནང་མཁན་ནི་ཡོད་མ་རེད། དགོས་ཡོད་ཟེར་ནས་ཞུ་གཏུག་བྱེད་མཁན་ཡང་ཡོད་མ་རེད། དེ་ནས་དེ་འདྲས་བྱས་ནས། དེ་ནས་ཞྭ་མོ་ཟོས། ད་དགོས་ཐུང་ཆེན་པོ་ཡོད་ན་ད། ཡང་འབྲིང་ཙམ་ཡིན་ན་ཞྭ་མོ་གེས་མ་ཐོ་ཐོན་གི་མ་རེད། ད་ཆེན་པོ་བཞི་པོ་ཡོད་ན་ཞྭ་མོ་བཅུ་གཉིས་ཟོ་ཐུབ་ཀྱི་ཡོད་རེད། ཞྭ་མོ་རེ་རེ་ལ་སྒོར་མོ་བཅུ་བཅུ་བྱས་ནས་འཚོང་གི་ཡོད་རེད། ཨ་ནི་སྒོར་མོ་བཅུའི་བཅའ་ལག་ལ། ད་ཡར་འགྲོ་མར་འགྲོ་བྱས་པའི་འགྲོ་སོང་དང་སོ་སོ་རང་གི་དཀའ་ལས་བརྒྱབ། བརྒྱབ་པ་དང་ཚང་མ་ཡར་ད་སོ་སོ་རང་གིས་བྱེད་ཀྱི་ཡོད་རེད། མི་ལ་མི་ལ་བླ་དགོས་ཀྱི་ཡོད་མ་རེད། སྦྱིན་བདག་གི་བཀའ་ལ་ཉན་དགོས་ཀྱི་ཡོད་མ་རེད་སོ་སོ་རང་གིས་ཐག་བཅད་ཀྱི་ཡོད་རེད། སྦྱིན་བདག་གིས་འོ་འདི་བྱེད་ཟིན་གྱི་འདུག་འདི་བྱེད་དགོས་རེད་ཟེར་ནས། སོ་སོའི་རྣམ་དཔྱོད་བེད་སྤྱོད་བྱེད་མ་དགོས་པ་དེ་འདྲའི་ཡོད་མ་རེད་སོ་སོ་རང་གིས་རྣམ་དཔྱོད་བེད་སྤྱོད་བྱས་ནས་ཀླད་པ་དཀྲུགས་ནས། ཨ་ནི་ཉེན་ཁ་ཡང་དེས་འཁྱེར། དེ་ནས་སོ་སོ་རང་གིས་དཀའ་ལས་བརྒྱབ། དེ་ནི་སོ་སོ་རང་གིས་བཙོང་བྱས་ནས། ཨ་ནི། དེ་ང་ཚོ་ད་ལྟ་ཞྭ་མོ་གསོ་མཁན་མི་ཁ་ཤས་ཡོད་རེད་ད། རྡོ་རྗེ་གླིང་ནང་ལ་མི་བཅུ་གྲངས་ཅིག་ཡོད་ཀྱི་རེད། དེ་ང་ཚོ་དཔལ་འབྱོར་གནས་སྟངས་ཨོལ་ཡག་པོ་ཆགས་པ་རེད་དེ་འདྲ་བྱས་ནས། དེ་ནས་རྒོལ་རྡུང་ཆེན་པོ་བཞི་པོ་དེ་འདྲས་ད། དེ་ནས་མི་ཚོས་ཞྭ་མོ་ག་ཚོན་མདོག་ག་རེ་ལ་ག་པོ་བྱེད་ཀྱི་རེད་ཟེར་ན་ལྕགས་མདོག། ལྕགས་མདོག་གི་གདོང་མ་དེ་འདྲ། Grey colour། དེ་འདྲ་ཆེན་པོ་དེ་འདྲས་ཨ་ནེ་རག་པ་ཡིན་ན་ཨ་ནེ་ང་ཚོའི་ཡར་ཡོང་ཨ་ནེ། འདི་བཅད་དེ་ནས་ཞྭ་མོ་ཟོས་དེ་འདྲས་བྱེད་ཀྱི་ཡོད་རེད། དེ་ནས་ང། དང་པོ། ཞྭ་མོ་ཟོས་ཡར་འགོ་བཙུགས་དུས་ཙར་ནས། ད། གཅིག། ལག་པ་བྱང་པ་ཐེབས་ཡོད་མ་རེད་པ། ཉི་མ་གཅིག་ལ་སྔ་ཕྱི་ལས་མ་སྔ་བཟོ་ཐུབ་ཀྱི་མི་འདུག་དེ་ནས་ག་ལེར་ག་ལེར་མགྱོགས་དུ་མགྱོགས་དུ་མགྱོགས་དུ་ཕྱིན་ནས། དེ་ནས་ཉི་མ་གཅིག་ད། གམ་གང་ཞྭ་མོ་ཟོས་ཚར་བ་རེད་ད་ཟོས་ཚར་ན་ཡང་ག་བ་ཚོང་ཁར་འགྲོ་དགོས་རེད། སུས་ཉོ་གི་རེད། ཁྱེད་རང་གི་ཞྭ་མོ་དགོས་ཡོད་ཟེར་མཁན་མི་ནི་ཡོད་མ་རེད། ཚོང་གི་ཡིན་ཟེར་ནས་ཚོང་ཁང་ནི་ཡོད་མ་རེད། དེ་ནས་ད་ང་བལྟས་ན་སེམས་ཁྲལ་འདྲ་པོ་བྱུང་ད་ཞྭ་མོ་གང་བཟོས་ཚར་བ་ཡིན་ད་ག་བར་ཚོང་དགོས་རེད། ཟེར་ནས་ཨ་ནི། ཨ། བོད་པའི་གཏམ་དཔེ་གཅིག་བཤད་ཡག་འདུག་ཨ། འུ་ཐུག། ཚོང་བདག་རྒན་ལ་རྒྱབ་འུ་ཐུག་ཚོང་བདག་རྒན་ལ་རྒྱབ་འུ་ཐུག་པས་སྐབས་ལ་རྒན་ལ་ཡ། ད་དུང་དེ་ལས་ཡང་ཡག་ག་བཙལ་དོན་ནི་ཡར་རྒན་ལ་དྲུག་ཡོད་རེད་ཟེར་གྱི་ཡོད་པ་འདྲ། དེ་ནས་ཁ་རེ་ས། དེ་ནས་ད། ཞྭ་མོ་ཟོས་ཚར་བ་རེད། གྱིན་བདག་ང་རང་རེད། ལས་ཀ་བྱེད་མཁན་ང་རང་རེད། ད་ཁ་བ་ཚོང་དགོས་རེད། དེ་ནས་ཉི་མ་གཅིག། ཡར་གི་སྐྲ་སྒེག་ལ་ཁད་ནས་ཕྱིན་པ་ཡིན། ཞྭ་མོ་ང་རང་མང་པོ་བཞི་པོ་ཡོད། བསམ་ཚོད་སྐྲག་པ་བྱུང་གི་འདུག་སྟེ། དོན་དངོས་ལ་ད་ཞྭ་མོ་དྲུག་ཅུ་བཟོས་ཡོད་པ་འདྲ། ཨ་ནི་མ་གའི་ལྕགས་རོ་སོགས་སྤྲོ་ཁ་ཚ་ལྕགས་རོ་སོགས་གོང་ད། སྤྲ་གའི་ཧི་ལ། ཨ་ནི་སྤྲོ་འཆམ་པ་ཞོ་གའི་ཉི་མ་ལྟ་ག་ཡོང་མཁན་དཔེ་མང་པོ་རེད། ཨ་ནི་དེ་ལ་སྐྲག་ཞོ་ཅིག་བཏིང་ཨ་ནི་ཞྭ་མོ་དེ་ག་དེ་དེའི་གང་ལ་བཞག་ཅེས་སྒུག་པ་ཡིན་ཏེ། ཨ་ནི། སྤྲོ་འཆམ་པ་དེ་ཚོ་ངའི་ཞྭ་མོ་དེ་འཚང་ཁ་ཤིག་ཤིག་བྱས་ནས་ཉོས་སོང་ཧྲིལ་གཅིག་ལ་ཞྭ་མོ་དྲུག་ཅུ་དེ་བཙོང་ཐུབ་སོང། བཙོང་ནས་དེ་ནས་ཡ་གི་ད་ལྟ་སྤྲོ་འཆམ་པའི་ལས་ཁུངས་ཀྱི་ལས་ཀ་བྱེད་མཁན་ཚོས་ད་ཁྱང་དེ་འདྲས་དེ་ཚོང་བརྒྱབ་ན་འགྲིག་གི་མ་རེད་ད་ཟ། ས་ཆ་འདི་ལ་ཚོང་བརྒྱབ་ནས་འགྲིག་གི་མ་རེད་ས་ནི་ཡ་ཡ་ལབ་པ་ཡིན། དེ་ནས་ད་ང་ལ་གདེང་ཚོད་ཅིག་སྐྱེས་སོང་ད་ལས་ཀ་འདི་འགྲིག་ས་རེད་བསམ་ནས་དེ་ནས། ད་ད་ད་ཁྱེད་རང་ཚོ་རྡ་རྗེ་གླིང་ལ་བཞུགས་མཁན་ཡིན་ན་མཁྱེན་གི་རེད། དུང་དཀར་དགོན་པ་དུང་དཀར་དགོན་པའི་རྒྱུན་ལ་ཨ་ནི་དེ་དུས་ནས། དེ་དུས་ཚོང་པ་ཁ་ཤས་དེ་ཚོང་རྒྱག་གི་འདུག་ས་ཆ་སྟོང་པ་མང་པོ་འདུག་ཨ་ནི་ང་རང་དེ་ཕྱིན་རྗེས། ཨ་ནི།

དེ་ནས་ད། ལམ་འགྲོ་ཡག་པོ་ཞེ་དྲག་ཁྱིམ་སོ་ཏི་ངའི། ཁ་ཚ། འཁོར་ཚེམས་ཉོས་པ་དེ། ཡག་པོ་ཞེ་དྲག་བྱུང་ཤག། དེ་ནས་ངས་ད་ཧུར་ལྟ་སྤོར་ལྟ་ཞོག་ཀའི་ཆུ་ཚོད་བརྒྱད་པ་ལ་ཡར་ལངས། ཨ། ཁ་ཚ་ཆུ་འགོ་རེད། ཨ། འཁོར་ཚེམས་དེ་གཙང་མ་བཟོས་ནང་ལོགས་ལ་སྣུམ་བླུགས། ཨ་ནི། གཏུབ་དགོས་དེ་གཏུབ་ཚང་མ་གྲ་སྒྲིག་བྱས། ཨ་ནི། བཙན་གཡག་མགོ་བཙུགས་པར་སྦ། ཨ་ནི་མགྱོགས་པོ་བཞི་པོ་གཅིག་འཚེམ་ཐུབ་ཀྱི་ཡོད་ངས་དེ་ཞྭ་མོ་འཚེམ་པའི་སྐབས་ལ་དཔེ་མགྱོགས་པོ་འཚེམ་ཐུབ་ཀྱི་ཡོད་ད་ངས་དེ། ཁར་སར་འཚེམ་པོ་བརྒྱབ་སའི་མདུན་འདི་ལ་སྒེའུ་ཁུང་ཆུང་ཆུང་བྱས་ཡོད་རེད། སྒེའུ་ཁུང་ཆུང་ཆུང་འདི་ནས་ཉི་མའི་འོད་ཡོང་གི་རེད། ཉི་མའི་འོད་དེ་ཁོར་འཚེམ་ཁང་ལ་ཕོག་གི་རེད། ཕོག་པའི་སྐབས་ད་ངས་མེ་ཤིང་གཅིག་བཏང། འཕྲུལ་འཁོར་དེ་ཁར་བཞུགས་པ་རེད་ཁོར་འཚེམ་དེ་གཅིག་བསྐོར་བྱས་པའི་སྐབས་ལ། ཁབ་འདི་དག་མགྱོགས་པོ་ཞིབ་པོ་ཅིག་དག་འཚེམ་གྱི་ཡོད་རེད་པ་ཁོ་ཚ་བོ་ཆེར་འདུག་བ་འཇོན་གྱི་འདུག་དེ་ཉི་མའི་འོད་གསལ་གྱི་ནང་ལ་མཐོང་གྱི་འདུག་སྤྱིར་བཏང་ང་ཚོས་མཐོང་གི་མི་འདུག་ཉི་མའི་འོད་གསལ་ཡོད་རེད་པ་ཉི་མའི་འོད་གསལ་ཡོད་ཙང་ཨ་ནི་ཁབ་འདི་ཚ་བོ་ཆགས་ནས་ཨ་ནི་འདི་ནས་དུ་བ་འཐོན་པ་མཐོང་གྱི་འདུག་དེ་འདྲ་བྱས་བྱས་ཉི་མ་གཅིག་དང་ངས་མང་ཤོས་ལ། ཞོགས་དགེ་ནི་ཆུ་ཚོད་བརྒྱད་པ་ལ་ངས་ཆུ་ཚོད་བརྒྱད་པ་ལ་ང་འགོ་བཙུགས་ཀྱི་ཡོད་རེད་པ་ཞྭ་མོ་བཟོ་ཡ། ཆུ་ཚོད་བཅུ་གཉིས་བར་དུ་ང་བཟོ་གི་ཡོད། བཟོས་དུས་ཉི་མ་གཅིག་ལ་ཞྭ་མོ་ལྔ་བཅུ་ང་གཅིག་ལྔ་བཅུ་ང་གཅིག་བཟོ་ཐུབ་བྱུང་ཉི་མ་གཅིག་ལ། ད་ག་རེ་ཞུ་གི་རེད། ཨ། དཔེར་ན་རྡོ་མ་བཅུ་ནས་ཞྭ་མོ། ཁར་ས། དོ་མ་སྔར་ནས། མ་རེད་དོ། གཅིག་ནས་ཆུ་ཐོན་པ་ཆ་ཤ། གཅིག་ནས་ཆུ་ཐོན་པ་ཆ་ཤ་རེད་བ། དོ་མ་སྔར་ནས། དོ་མ་སྔར་ལ་དགུང་མོ་ལྔ་བཅུ། ཞྭ་མོ་གསོད་ས་ན་དགུང་མོ་ལྔ་བརྒྱ། ལྔ་བཅུའི་ཆ་ལག་གིས། སྒོར་མོ་ལྔ་བཅུའི་ཆ་ལག་གིས་སོ་སོ་རང་གི། ཀླད་པ་དཀྲུག། དཀའ་ལས་བརྒྱབ་སོ་སོ་རང་གི་བཙོང། བྱས་ན། སྒོར་མོའི་སྒོར་མོ་ལྔ་བཅུའི་ཆ་ལག་གིས། སྒོར་མོ་ལྔ་བརྒྱ། ཁེབས་བཟང། བཟོ་ཐུབ་ཀྱི་ཡོད་རེད། དེ་འདྲའི་ཆེད་ནས། ད་དེ་འདྲའི། ཁྱེད་རང་ཚོ་སློབ་གསོ་ག་རེ་ལེན་དགོས་ཀྱི་འདུག་ཞུས་པ་ཡིན་ན། ད་ཁྱིམ་བདག་གཅིག་གིས་འོ་ལ་གཅིག་གིས་ལས་ཀ་བྱས་པ་ཡིན་ན་དངུལ་ད་ཡོང་གི་རེད་དེ། དྲན་རྒྱུ་དགོས་པོ་ཆགས་ཐུབ་གི་མ་རེད་གང་ཟེར་ན་བསམ་བློ་ཚང་མ་ཁྱིམ་བདག་གིས་གཏོང་གི་ཡོད་རེད་པ་ཁྱེད་རང་དཀའ་ལས་གཅིག་པོ་རྒྱབ་གི་ཡོད་རེད། སྣོད་ཆས་འཁྲུ་ཟེར་ན་སྣོད་ཆས་འཁྲུ་གི་ཡོད་རེད་ཆང་མ་བརྒྱབ་ཟེར་ན་ཆང་མ་བརྒྱབ་གི་ཡོད་རེད་དངུལ་ད་ཡོང་གི་ཡོད་རེད། ཡིན་རེད་ཁྱེད་རང་གིས་ཀླད་པ་དཀྲུག་ཡག་གི་གོ་སྐབས་དེ་རག་གི་ཡོད་མ་རེད། ཨ་ནི། ད། སྦྱིན་བདག་ལམ་འགྲོ་མ་མཆིས་ན་སྒོ་འགྱིག་གུ་ར་སྒོ་བརྒྱབ་ན་ཡང་ཁྱེད་རང། ལས་ཀ་གཞན་དག་ཅིག་བཙལ་ག་འགྲོ་ག་རུ་བ། དེ་འདྲའི་སོང་ཙང། གཞན་དག་ལ་བརྙས་བརྒྱབ་རྒྱུ་མི་འདུག་སོ་སོ་རང་གིས། ཀླད་པ་དཀྲུགས་བྱས། སོ་སོ་རང་སྦྱིན་བདག། སོ་སོ་རང་ལས་ཀ་བྱེད་མཁན། སོ་སོ་རང་འཚོང་མཁན། བྱས་པ་ཡིན་ན། དེ་འཕྲལ་གྱི་ང་རང་ཚོས། ལམ་ཁ་ཅིག་སྟོན་ཐུབ་པ་ཡིན་ན། ཨ་ནི་ཕྱག་ལས་གནང་དུས་ཡང་སྐྱིད་པོ། ཅིག། ཕྱག་ལས་གནང་པའི་སྐབས་ལ་ཁྲལ་གནང་གཞི་ཇི་འདྲ་གི་བྱེད་སྲིད་ཀི་འདུག་ད་མ་བྱས་རང་བྱས་རེད་ཟེར་གི་རེད་འོ་མེན་པ་སོ་སོ་རང་ཡང་ལས་ཀ་དེ་ལ་གཡེང་བཞུགས། ཨ་ནི། ད། དཔེར་ན་ཁྱེད་རང་ཟ་ཁང་ཅིག་ལ་ཕྱག་ལས་གནང་གི་ཡོད་ན། ཟ་ཁང་དེ་ལ་ཁེབས་གསང་ཞིབ་པོ་ཞིག་བྱུང་ན། ཁྱེད་རང་ལ་ནི་གླ་ཆ་ཚད་ལྡན་ཅིག་མ་གཏོགས་ཡོད་མ་རེད། དམིགས་བསལ་གྱི་དགའ་ཚོད་སྐྱེ་དགོས་ཨ་ཡང་ཡོད་མ་རེད། ཞེད་སྣང་ཡང་ཡོད་མ་རེད་ད་འདི་ང་ཚོ་ཟ་ཁང་འདི་སྒོ་རྒྱབ་དགོ་ཡོང་གི་རེད་བསམ་ནས་ཉེན་ཁ་ཡང་ཡོད་མ་རེད། དེ་འདྲ་བྱེད་དུས་ཟེར་ནས་ང་རང་ཚོ་རྣམ་དཔྱོད་ཆ་ཚང་བེད་སྤྱོད་བྱེད་ཐུབ་གི་མ་རེད། དེ་ནས་ཕྱོགས་གཅིག་ནས་ད་ཁྱེད་རང་ཚོ་ག་རེ་ཁྱེར་དགོ་ཟེར་ནས་སྤུ་གུ་ཚོ་ལ་སྔོན་མ་བོད་པ་ཚོས་དཀའ་ལས་དེ་འདྲའི་བརྒྱབ་པ་རེད་ད་ཟེར་འདི་ལོ་རྒྱུས་ཅིག་ཀྱང་རེད། དེ་ནས་དེ་འདྲའི་ལོ་རྒྱུས་གསན་པས་ན་ཡང་ད་ལྟ་གནས་སྟངས་ཡག་པོ་གནས་སྟངས་ཡག་པོ་དེ་འདྲ་ལ་སླེབས་ཡོད་ན། སྔོན་ན་སྔོན་མ་དང་བསྡུར་ན་ང་ཚོ་སྐྱིད་པོ་ཞེ་ཞེ་དྲག་རེད་འདུག་ད་ཟེར་ནས་ཁེངས་ཀི་རེད་པ། དེ་ནས་ད་ངས་དེ་ཁྱེད་རང་ཚོ་ལ་བཀའ་མོལ་ཞུས་པའི་སྐབས་ལ་བོད་སྐད་ཉན་ཡག་གི་གོ་སྐབས། སྔོན་མ་བོད་པ་ཚོས་དཀའ་ངལ་ག་འདྲའི་མྱངས་ཡོད་མེད་ཀྱི་ལོ་རྒྱུས། ཨ་ནི་འདི་ནས་ཡང་ག་རེ་ཞུ་དགོས་རེད། སློབ་གསོ་ཡང་ལེན་རྒྱུ་ལེན་ཡ་ཡོད་སྲིད་གི་རེད་ཁྱེད་རང་ཚོས་དེ་སློབ་གསོ་ལེན་ཡ་ཡོད་སྲིད་གི་རེད་ད་ང་ང་མི་དཀྱུས་མ་ཅིག་རེད་པ་དེ་འདྲའི་རྫིག་པོ་ཞེ་པོ་དེ་འདྲ་བཤད་ཡ་གལ་མ་རེད་ཡིན་ནའི་ངས་ཁ་རེ་བཤད་པ་དེ་བརྒྱ་ཆ་བརྒྱ་བདེན་པ་རེད། དེ་ལས་སྙིང་རྗེ་རུ་བཏང་འདི་འདྲ་བྱས་ཞེས་ངས་བཤད་གི་མེད་གང་ཡོད་པ་ཇི་མ་ཇི་བཞིན་དུ་ངས་ཁྱེད་རང་ཚོ་ལ་སྔོན་མའི་ལོ་རྒྱུས་ཞུས་པ་ཡིན། ཨཱ་ནི། གར་ཞུ་གི་རེད། ཁྱེད་རང་ཚོ་མཉེས་པོ་ཡོང་བའི་རེ་བ་ཡོད། མཉེས་པོ་བྱུང་པ་ཡིན་ན Like it གནང་རོགས་གནང། ཨཱ་ནི Share it གནང་རོགས་གནང། Subscribe གནང་རོགས་གནང། ཨཱ་ནི་དེ་ནང་བཞིན་ད་ངས་དེ་ནང་ལ་བོད་གཞས་འཁྲབ་པའི་སོ་འཁྲབ་པོ་དང་དེ་འདྲའི། བོད་ཡིག་བསླབ་པའི་སོ་འཁྲབ་པོ་གང་ལྟར། བོད་པ་དང་འབྲེལ་བ་ཡོད་པའི་བཀའ་མོལ་དེ་འདྲས་ང་མུ་མཐུད་ནས་ཞུ་གི་ཡིན། ཐུགས་ཆེ་གནང། ཨ་ནི་ཁྱེད་ལ་མཇལ་ཡོང། ག་ལེར་ཕེབས་གོ།